དེ་ནི་དེ་གི་ཐུགས་ལ་ཡ་ད་གློད་བ་དང་གློད་མ། འདི་གར་བ། མཚུངས་པའི་ངེས་གནས་ཀྱི་ཧ་ལས་ཡག་གི་ལས་གཞི་མང་པོ་ཅིག་གནང་ཡོད་རེད་ལ་ཡ་དེ་ནི་ཆབ་སྲིད་ཚོང་བ་ཅིག་དེ་ན་བཀོལ་ཐུབ་ཡག་ཅིག་གཏན་ནས་བྱུང་མ་སོང་ལ་དེ་ཚོ་ལ་ཡ་ཐོག་མར་ནས་བཟོད་གསོལ་ཞུ་གི་ཡོད་ཟེར་ནི་དེ་ཅིག་བྱས་ཡིན། དེ་ནས་རྩ་བའི་མདོ་ཁམས་ཆབ་ཆ་གང་རོག་གེ་ད་གོ་བྲེག་བྱེད་དེ་ཡ་དེས་ང་ཚོ་སྐྱབས་བཅོལ་བ་ཅིག་ཡིན་པའི་ངོས་ནས་དེ་ནི་དགའ་ན་དགའ་སྐྱིད་མཉམ་འཛོམས་སྡུག་ན་སྡུག་གེ་ད་གདུང་སེམས་མཉམ་སྐྱིད་མཉམ་བཞི་བྱེད་དེ་དེ་ནི་སྤྱི་བཏང་གི་དམིགས་ཡུལ་འདྲ་བོ་ལྟ་གྲབ་འདྲ་བོ་བྱེད་དེ་འདྲའི་ཅིག་གི་ངོ་བོ་ནས་དེ་ནི་ཚང་མ་བྱེད་དེ་གི་ཡོད་དེ་དེ་ནི་ག་ཚོང་ཡང་ད་དེ་གི་ཐུགས་ལ་ཡ་ཆེ། ད་སྐུ་མགྲོན་མང་པོ་ཅིག་ཕེབས་འདུག་ལ། ལྷག་པར་དུ་དབུས་གཙང་གི་མཚོ་གཞུང་དང། གཞོན་ནུ་གི་སྐུ་ཚབ། དེ་ག་ནང་བཞིན་གྱི་མདོ་ཁམས་ཆབ་ཆུ་སྒང་དྲུག་གི་ཚོགས་གཙོ་ཟུར་པ། རྣམ་པ་རེད་མདོ་ཁམས་ཁྱབ་ཁོངས་ལུང་ཚན་ཁག་གི་ཚོགས་གཙོ་དང་འགན་འཛིན། རྒྱ་ཆེའི་མི་མང་ཧ་ལས་ཡག་གི་མི་མང་མང་པོ་ཅིག་མཉམ་ཞུགས་གནང་བདེ་བ་ཅིག་ཆགས་ཀྱི་འདུག། དེ་ནི་བརྩེ་བའི་ཆེད་མཉམ་འཇོག་གནང་ཡ་དེ་ད་ང་ཚོ་ཚང་མ་སྐྱབས་བཅོལ་བ་ཅིག་ཆགས་ཀྱི་ཡོད་རེད་བོད་རྒྱལ་ཁབ་ཤོར་ཚར་བའི་མི་ཅིག་ཆགས་ཀྱི་ཡོད་རེད་དེ་ཡིན་དུས་ད་ང་ཚོ་ཆེད་དགའ་ན་དགའ་སྤྲོ་མཉམ་དུ་གཏོང་ཡ་གདུང་ན་གདུང་སེམས་མཉམ་གཅིག་མཉམ་དུ་བྱེད་ཡ་གི་ཆེད་ངེས་འཛིན་ཅིག་བྱེད་པའི་ཐུགས་ནས་འཛོམས་བདེ་བ་ཅིག་རེད་བསམ་པ་འདྲོག་ཅིག་རང་རང་ངེས་འཛིན་དེ་འདྲ་ཅིག་བྱེད་ཀྱི་ཡོད་དེ་བཞིན་དུ་ད་ག་ཚོང་མདོ་ཁམས། ཆོས་རྒྱུད་གང་རུང་གི་ཁྱབ་ཁོངས་ལུང་ཚན་ཁག། ཕ་ཆོས་གཅིག་གི་ཉི་ཤུ་དེ་འདྲ་ཡོད་པ་འདྲ། དེའི་ནང་ནས་མང་པོ་གཅིག་གི་དེ་ནི་རང་རང་གི་ལུང་ཚན་གྱི་ཁྱད་ཆོས་མ་འདྲ་བ་དེ་དག་དེ་ནི། ཆེ་མི་མང་ལ་ཡང་འགྲན་པར་བྱེད་དགོས་རེད། མི་མང་ལ་ཡང་ད་ཆེ་བཤམ་སྟོན་བྱེད་དགོས་རེད། ད་འགྲན་སྟོན་བྱེད་དགོས་རེད་ད་དེ་འདྲའི་ཆེ་མ་གནང་ཡ་ཆེ། ཆ་སོང། ཏན་ཏེ་དེ་དག་གོ་བསྒྲིགས་དེ་ཚོ་ཧ་ལས་ཡག་གི་དེ་ཚང་ཡ་ཇི་ཡིན་བསམ་ཚོགས་པ་ཞིག་ནང་བཞིན་འདུག་དེ་ག་ནང་བཞིན་གི་ནོ་ཁུན་ཆེ་བཞི་སྒང་དྲོག་ལ་ཡ་ད་སྡེ་གར་ཅིག་ཡོད་བསྡད་པ་རེད་སྡེ་གར་དེ་དག་གི་གཞིས་ཀྱི་ད་ཆེ། སྦྱི་རྩར། སྐད་ཀྱི་སྙན་ངག། ད་དེ་དག་བཏགས་ཡོང་དུས་མ་འོངས་པ་ལ་ཡ་ཆེ་མི་རབས་གསར་པ་དེ་དག་གིས་བོད་མི་རིགས་ཀྱི་ཁྱད་ཆོས་དེ་འབུར་དུ་ཐོན་བ་ཅིག་ཡོང་གི་འདུག་བསམ་བསམ་ཅིག་གིས་རང་རང་ལ་ཡིན་ན་ཡང་ཚོར་བ་མ་འདྲ་བ་དེ་འདྲས་བསླབས་ཡོང་ཡ། ཆགས་ཀྱི་འདུག་དེ་ག་ནང་བཞིན་གྱི་ད་ཆའི་པུའུ། མ་འོངས་པའི་བོད་མི་རིགས་ཀྱི་སོན་རྩ་དེ་དག་གི་ཐུགས་ནས་དེ་ནི་ཆེ་ཡང་དེང་དུས་ཀྱི་འགྲོ་སྟངས་མོ་རེར་དེ་འདྲས་བྱས་ན་ཡང་འགྲོ་ཡ་དང། དེ་ནི་ཁྱེད་དེང་འདིས་ཀྱི་གཞིས་དེ་ཚོ་ཡང་འཁྲུབ་ཡ། ད་གང་ལྟར་ཀྱང་ལྟད་མོ་མིག་གི་ལུང་ཅོག་ཟེར་ཡ་དེ་དེ་ནི་ག་ཚོང་གོ་བྲེག་གནང་འདུག་ལ། དེ་ནི་ཚང་མ་ཀྱི། ཁྱེད། དགའ་ཞིང་སྤྲོ་ཞིང་གི་ངོ་ནས། ལྟ་ཐུབ་ཡ། གཟིགས་ཐུབ་ཡ། ཉན་ཐུབ་ཡ། དེ་ཚོ་མང་པོ་ཅིག་བྱུང་ཡོད་བ་ཅིག་བར་ཆ་ཆགས་སོང་ས་མ་ནོར་བ་ཅིག་ཚོར་གི་འདུག། དེ་ནི་རྩ་བའི་ཆེད་མདོ་ཁམས་ཆབ་སྲིད་སྒང་དྲུག་གི་ཚོགས་གཙོ་གིས་དེ་ནི་དེའི་ནང་ན་གཏམ་བཤད་དེ་དག་མདོ་ཁམས་ཆབ་སྲིད་སྒང་དྲུག་གི་ཚོགས་པ་དེ་བོད་རྒྱལ་ཁབ་དང་བོད་མི་རིགས་ཀྱི་དོན་དག་ལ་ཡང་བོད་ལ་བཙོག་བཞག་པའི་ཚོགས་པ་གལ་ཆེ་གཅིག་ཡིན་པ་དང། དེ་ནི་བཙན་བྱོལ་ནང་ནས་ཡང་ང་ཚོ་འཛིན་སྐྱོང་བྱས་ནས་ད་བར་དུ་ལ་ཡང་འགྲོ་གི་ཡོད་པ་དང་མ་འོངས་པ་ལ་ཡང་མི་རབས་གསར་པ་དེ་དག་གི་འགན་ཁུར་གནང་ཚུལ་སྐོར་བཀའ་སློབ་དང། དེ་ག་ནང་བཞིན་གྱི་ད་མདོ་ཁམས་ཆབ་སྲིད་སྒང་དྲུག་དབུས། རྒྱན། དེ་དག་བདུན་ཕྲག་གཅིག་གི་རྗེས་ལ་ཡང་དངོས་གཞི་དེ་ཀློག་དགོས་ཀྱི་ཡོད་པ་ཡིན་ཙང་དེ་དག་གི་ཐུགས་ལ་ཡང་རྒྱ་ཆེ་མི་མང་རྣམས་པ་ཀྱི་ཐུགས་འགན་གང་མང་མང་བཅས་ཁུར་དགོས་ཀྱི་ཡོད་པ་དང་མཉམ་ཞུགས་གང་མང་མང་བྱེད་དགོས་ཀྱི་ཡོད་པ། དེ་ག་ནང་བཞིན་གྱི་སྲིད་བྱུས་གཉིས་བོད་དུས་དེ་དག་ད་ཐོག་ལ་ཉེ་ཡོང་གི་ཡོད་དེ་དེ་དག་གི་ཐུགས་ལ་ཡང་རྒྱ་ཆེ་མི་མང་གི་ཐུགས་ཁུར་ཆེ་བཞེས་གནང་དགོས་ཀྱི་ཡོད་པ་དེ་དག་བཀའ་ལྷག་མང་པོ་བཅས་གནང་ཡག་དང། དེ་ནས་ས་གནས་ཀྱི་མདོ་ཁམས་ཆབ་སྲིད་སྒང་དྲུག་གི་རྒྱུན་ལས་རྣམ་པའི་ལས་དོན་རྩེ་ཚུགས་དེ་མི་མང་ལ་ཡང་བཀའ་ལྷག། མང་པོ་གནང་ཡང་ཚིམ་པ་ཅི་དེ་འདྲ་ཅིག་ཆགས་ཀྱི་འདུག་དེ་ནི་དེ་ག་ནང་བཞིན་གྱི་ད་ང་ཚོ་བྱིས་པ་བྱིས་མ་གླུ་བ་ད་ཆེ་མིག་གཅིག་གིས་དེ་དག་ཐུགས་ལ་ཡ་ཡང་ཚོགས་གཙོ་ལགས་ཀྱིས་མ་ཁར་ཟེར་གི་རོ་ད་གཟིངས་རྟགས་ཟིན་ན་ད་འགྲིག་གི་ཡོད་རྒྱུ་མ་རེད་དེ་ཡིན་ན་ཡང་ཆེ་ང་ཚོ་ཚགས་རྟགས་འདྲ་བོ་ཅིག་མ་གནང་ཡ་དེ་འདྲ་ཡང་བྱུང་སོང་ད་ནི་མཐའ་བསྡོམས་དེ་ལ་ཡ་ད་མདོ་ཁམས་ཆུ་བཞི་སྒང་དྲུག་གི་ངོས་ནས་གཞི་བ་གཞི་མ་རེད་དེ་ཚང་མ་ཕེབས་མཁན་དབུས་གཙང་ཚོགས་གཞོན་དབུས་པའི་རྒྱ་ཆེའི་མི་མང་རྣམ་པ་དང་ཕ་མ་རེད་ཚང་མ་ལ་ཡ་ཐུགས་རྗེ་ཆེ་གསུང་བཤད་གནང་ནས་མཇུག་སྒྲིལ་གནང་སོང་ཚང་མ་གི་ཐོག་སྤྲོ་བའི་ངང་ནས་སེམས་གསལ་ཡོད་པ་ཞུ།